ད་དེ་ནས་ཨ་འདི་རིང་འདུས་ས་ནི་ད་གང་ད་གཙོ་བོ་དེ་མིང་དེ་རེ་བཏགས་དགོས་ཨ་དེ་ཨ་ད་ཅིག་སྔར་ཅིག་སྔོན་བྱོན་གོང་མའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ས་ན་བཞིན་གྱི་སྔར་ཅིག་སྟོན་པ་ཐུ་བའི་དབང་པོའི་སྐབས་ལ་ཡ་ཅིག་དགྲ་བཅོམ་མ་དང་དགེ་སློང་མ་དང་ཨ་འདི་འདྲས་ཀྱིས་ཅིག་གར་བའི། དེ། རྟགས་མདོར་ན་ཅི། རྣམ་པར་དག་པ། རྒྱས་དང་ལྡན་པ། དེ་ཚུལ་ཡང་ང་ཚོ་ཅིག་མིག་མདུན་ཡར་བལྟས་རུབ་བྱས་བྱས། ནི་ད། སུ་སུ་ཡིན་ན་ཡང་དང། དེ་དག་དང་མཚུངས་པའི་གི། ཅི་རྒྱལ་བའི་བསྟན་པ་ལ་ཡང། ཅི། ཚུལ་བཞིན་དུ། བསླབས་ནས། ཨ་མདའ་ཅིག། རྣམ་པར་གྲོལ་བའི་ཅིག་འབྲས་བུ་ཐོབ་ཡག་བྱ་ཡག་རབ་ཅིག། དེ་འདྲའི་ཅིག་བྱུང་ན་བསམ་པར་དེ་འདྲའི་ཅིག། སེམས་ཤུགས་འཕར་ཡག་ཅིག་མིག་ལྟོས་བྱེད་ཡག་རབ་ཅིག། ད་དེ་འདྲའི་བྱུང་ན་བསམ་པར་དེ་འདྲའི་དྲན་པ་རེད། ཨ་ནི་མ་གཞི་ནས་ན་ནིང་ང་ཚོའི་གི་འཆར་གཞི་རུ་བྱས་པ་ཡིན་མིན་ན། ཨ་ནི་བཙུན་མའི་དགུན་ཆོས་སྐབས་ལི་ཡག། བགྲོ་གླེང་བྱེད་ཡག་ཅིག།

བདག་བུ་མེད། བུ་མེད་ཀྱི་རྟེན་ལ། བདག་གཅིག། རྣམ་གྲོལ་གྱི་འབྲས་བུ་ཐོབ་པའི་གང་ཟག་ཁྱད་པར་ཅན་དེ་ཚོའི་གི་རྣམ་ཐར་ལ་བསྒྲུབ་གླིང་བྱས་པར་དུ་བྱས་པ་རེད། ཡིན་ན་དེ་དུས་ཚོད་མང་འདང་བྱས་བྱས་དེ་བྱུང་མ་སོང། རྗེས་མ་ག་ལེ་ག་ལེ་བལྟ་གི་ཡིན། བདག་གང་ལྟར་ཡང། སྔར་བོད་གངས་ཅན་ལྗོངས་ལ་ཡང་ད་མ་གཞི་ང་ཚོའི་ལོ་རྒྱུས་བཤད་མཁན་ཚོས་ཀྱིས་དོ་སྣང་རོགས་པ་ཞེ་དྲག་ཞིག་བྱེད་ཀྱི་ཡོད་མ་རེད་ད། ད་ཅིག་གཞན་མ་གཏོགས་བོད་ལ་ཡང་སྔོན་མ་སྐར་མ། སྐར་མ་ཆགས་མེད་ཀྱིས་དེ་ལྟ་དེ། ཇོ་མོའི་ཀྱི་རི་ཆོས་བརྗོད་ཡག་རེད། བྱུང་མོད་རི་ཆོས། ང་ཚོ་རི་ཆོས་ཟེར་དོན་ཡོང་ལེགས་འདུག་ཨ་རི་ལ་ཡ་རི་ཁྲོད་ལ་ཡ་སྒོམ་རྒྱབ་པའི་སྐབས་ལ་ཡ་ཨེ་འདའ་ཅིག་ཉེ་བར་མཁོ་བའི་ཅིག་ཆོས་དེ་གི་དེ་ཚུལ་ཕྱུག་བསྒྲིགས་བྱས་ནས་བཟོས་བཞག་པ་དེ་འདི་ཚོ་ལ་རི་ཆོས་གསུངས་འདུག་ཨ། བྱས་ཙང་དམིགས་བསལ་བྱོ་མོའི་ཆེད་དུ་ཨ་བྱོ་མོ་ཟེར་དུས་ཙང་ད་དེང་སང་ཕལ་སྐད་ལ་ཨ་ནི་ཟེར་བར་བ། དམིགས་བསལ་བྱོ་མོའི་ཆེད་དུ་ཀརྨ་ཆགས་མེད་ཀྱིས་རི་ཆོས་ཅིག་ཕྱུག་བསྒྲིགས་གནང་ཡོད་རེད། དེའི་ནང་ལོགས་ལ་ཡང། ཨ་རེ། སྐབས་དེ་དུས་སྐར་མ་འཆང་བའི་སྐབས་ད་སྐར་མ་སྐུ་དྲིན་བཅུ་བའི་སྐབས་དུ་བ་རེད། དེ་དུས་ས་གནས་དབུས་གཙང་ལ་ཡང་གྲྭ་བའི་དགོན་པ་ལས་ཇོ་མོའི་དགོན་པ་མང་ཡོད་རེད། ཨ་ནི་གྱོ་མོའི་སྒོམ་པ་དེ་ཚོའི་ནང་ལོགས་ལས་ཅིག་གྱོ་མོ་དེ་ཚོ་ཚང་མ་ལོ་ངོ་ནས་ཅིག་ཚུགས་ཚུལ་ཁྲིམས་ཟེར་བ་མར་བས་ད་ཅིག་གང་དག་ཅིག་ཞི་དྲག་གི་ག་རེ་ཞུ་བ་བསླབ་པ་སུ་ང་རུ་འདུག་དེའི་སྤུས་དག་པོ་ཞི་དྲག་ཡག་པོ་ཡོད་རེད་དེ་འདྲས་གསུངས་ཤག། དེ་རིང་ཡུལ་ས་འདིའི་རྒྱུ་མཚན་བསྟན་ནས་ཁོ་རང་འདས་པའི་ལོ་རྒྱུས་ནང་ལོགས་ལས་ནས་བོད་ལ་ཡ་ཅིག་གྱོ་མོའི་བསྟན་པ་ཟེར་ནས་འདྲ་འདུག་ད་མདོར་ན་ཅིག་བཙུན་མའི། བསྟན་པར་ག་ལ་གང་འཚམ་ཅིག་དར་ཡོད་ས་རེད་ད་ཡིན་ནའི་ང་ཚོ་ད་ལོ་རྒྱུས་དྲི་ངན་དེ་ཚོའི་ཞི་དྲག་ནའང་དོ་སྣང་མ་བྱེད་ཆེན་ཕྱིས་སུ་ཕྱིས་སུ་ག་ལི་ག་ལི་ད་ཅི་དགའ་རོ་བས་སྤྱིར་བོད་ཀྱི་བཙུན་མའི་ཀྱི་བསྟན་པ་ཇི་ལྟར་དར་དང་ཨ་ནི་ཡང་དགོས་སུ་ཅིག་དགའ་རོ་བས་ཅིག་བུད་མེད་ཀྱི་བསྟན་ལ་ཡང། ཅིག། སྐྱེས་བུ་དམ་པ་ག་འདྲས་ག་འདྲས་བྱུང་ཡོད། ལྟ་འདི་ཚོའི་སྐོར་ལ་དོ་སྣང་བྱེད་ཉིན་ཞེ་དྲག་ཉུང་ཉུང་རེད། མ་གཏོགས་དཔལ་ཁའི་གཡང་སྐོར་ལོ་རྒྱུས་ཐོག་ལ་དངོས་གནས་ཚུལ་ཐོག་ལ་ཡག་དང་བོད་ལ་ཡག། ཅིག། ཡང་བུད་མེད་ཀྱི་རྟེན་ལ་ཡག་གྲུབ་པ་ཐོབ་པའི་གི་གང་ཟག་མཁས་པར་བཅས་མང་པོ་བྱུང་ཡོད་རེད། ཨང་དག་ན་བཞིན་ཅིག། མཁས་པ་དེ་འདྲས་མང་པོ་བྱུང་ཡོད་ས་རེད། ཅིག་བཙུན་མའི་གི་སྡེ་ཡིན་ན་ཤུགས་ཆེན་པོ་དག་དེ་འདྲས་བྱུང་ཡོད་ས་རེད། ད་ན་བཞིན་གྱི་ད་དཔེར་ན་ང་ཚོ་འདི་ལྟ་དེ། བོད་ལ་ཡང་རབ་བྱུང་གི་དེ་ཐོག་མར་ཚུགས་པའི་སྐབས་ལ་ཡང། ད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ལ་ཡང་ཚུགས་པ་རེད་གསུང་གི་འོར་བ། བྱས་ཙང་རབ་བྱུང་གི་དེ་ཐོག་མར་ཚུགས་པའི་སྐབས་ལ་ཡང་ཅིག་སད་མི་བདུན་ཟེར་ཅིག་བྱུང་འོར་བ། ད་ཁ་ཤས་སད་མི་བདུན་རེད་ལགས་རེད་ཁ་ཤས་སད་མི་དྲུག་རེད་ལགས་རེད་ད་གང་ལྟ་ཡིན་མི་དྲུག་དང་མི་བདུན་ག་རེ་ཡིན་ནས་མིན་ནས་ད་གང་ལྟ། བོད་ལ་ཡང་རབ་བྱུང་གི་དེ་ཐོག་མར་ཚུགས། དེ་ཚུགས་པའི་སྐབས་ལ་ཡང་རབ་བྱུང་ཕ་ཙམ་དུ་མ་ཟད་པའི་རབ་བྱུང་མ། ད་ལྟ་དེ་རྒྱལ་པོའི་དགེ། ད་བཙུན་མོ། སྲིད། དེའི་མི་ཐུབ་དགེ་ས་མར་བ་ད་ག་འདྲ། ཅིག་ཕལ་སྐད་རུ་བརྒྱབ་པ་ཡིན་མིན་ན། ཅིག་རྒྱལ་པོའི་བཙུན་མོ་ཡིན་བསྡད་མཁན། སྲས་མས་བསྡད་པ་དེ་འདྲའི་བཙུན་མོ་དེ་འདྲ་ཡོང་དེ་ཡོད་ས་རེད། དེ་ཚུ་རབ་ཏུ། བྱུང་ཡོད་རེད། དེ་དུས་རབ་ཏུ་བྱུང་དུས་ས་ནས། ད་ག་ཟེ་ཅིག་རབ་བྱུང་རབ་བྱུང་གྲུབ་བྱས་དེ་གའི་རབ་བྱུང་གི་ནམ་སར་སྟག་ཆ་ལུག་རུ་ཞིག་གཡོ་བ་ནས་བཞག་བཞིན་ཡོད་ཀྱི་རེད་བསམ་དྲན་གྱི་མི་འདུག་གང་ལྟར་རབ་བྱུང་གྲུབ་ཟེར་དུས་ས་ནས་སད་མི་དུས་རབ་ཏུ་བྱུང་ཟེར་དུས་ད་རབ་ཏུ་བྱུང་བ་དེ་གའི་གང་ལྟར་ད་རབ་ཏུ་བྱུང་ཟེར་དུས་ད་གང་ལྟར་བསླབ་པ་ཡོངས་སུ་རྫོགས་པ་ཅིག་བཙལ་བ་ཅིག་གོ་གི་བ་རེད། ད་ག་ནང་བཞིན་གྱི་དེ་ལ་འདུས་མཚུངས་བུ་མེད་ཡང། སྐབས་དེ་དུས་རབ་ཏུ་བྱུང་ཡོང་བ་རེད་དེ་རབ་ཏུ་བྱུང་ཟེར་དུས་བཟང་ནི། རབ་བྱུང་ཙམ་ཞིག་བ་བ་མ་རབ་བྱུང་ཙམ་ཞིག་བསྒྲུབས་ནས་བི་གའི་ཞག་ཞུས་ཀྱི་རེད་བསམ་གྲགས་མི་འདུག་དེ་རིང་དུས་བཟང་ནས་ད་དེའི་རྒྱུ་མཚན་ལ་བལྟས་ནས། ཐོག་མར་རྒྱལ་བསྟན་བོད་ལ་དར་བའི་སྐབས་ལ་ཡིན་པས་ན་ཡང། བསྟན་བསྟན་གྱི་ཅིག་གི་བུ་མེད་ཀྱི་བསྟན་ལ་སྐབས་དེ་དུས་ནས།

ད་ལྟ་དེ་ཕྱོགས་གཅིག་ནི་རྒྱ་བོད་ཡིག་ཚང་དང། ཨ་ནི་འཇིགས་ས་སྐྱའི་གདུང་རབས་དེ་ཚོ། ད་ལོ་རྒྱུས་ཁུངས་ལྡན་བརྩི་གི་ཡོད་རེད། ད་དེའི་ནང་ནས་ཅིག། ད་རབ་ཏུ་བྱུང་བ་རེད་དགེ་སློང་མ་སྒྲུབ་པ་རེད་ཟེར་དེ་གཅིག་པུ་རྫུན་མ་རེད་གཞན་དག་དེ་ཚོ་བདེན་པ་རེད་ལབ་གི་སོང་ན་ཀ་ལ་ཁ་བོ་མེད་འགྲོ། འགྲོ་བ། ཨ་ནི་དེ་ཙམ་དུ་མ་ཟད་པའི། ད་ལྟ་དེ་མི་ཉག་མཁས་པ་མི་ལྔའི་གྲས་ཀ་བཞི་བ་རིག་པའི་སེང་གེ་མར་པས་ད་ཁོང་གི་རྣམ་ཐར་ནང་ལོ་ལས། ཨེ་ནི་མི་ཉག་རབ་སྒང་ལ་ཡང། དགེ་སློང་མའི་དགེ་འདུན་གྱི་སྡེ་ཡོད་པ་དང། བཙུན་མའི་སྡེ་དེ་འདྲའི་སུམ་བརྒྱ་བཞི་བརྒྱ་དེ་འདྲ་ཡོད་བསྡད་པ། དེ་འདྲ་བྱུང་ཡོད་པ་དེ་འདྲའི་ལོ་རྒྱུས་ཡོད་རེད། བཙན་ས་ངོ་མ་བར་སྐབས་ཅིག་ལ་ཡ་བོད་ལ་དགེ་སློང་མའི་བསྟན་པ་ཟེར་ན་ལ་སྡེ་རབ་ག་ལ་ག་ཚོར་ཚུགས་ཡོད་ས་རེད། ལྷ་བླ་མ་ཡེ་ཤེས་འོད་ཁུ་ཡོན་གྱི་སྐབས་རེད་ཡ། གཏན་ཚིགས་ཅིག་འདུག་གཏན་ཚིགས་ཟེར་དུས་ཟངས་མདའ་ག་ལ་རྒྱལ་པོའི་མ། བཀའ་གནང་བཞག་པ་ཟེར་བའི་མ་ཅིག་རྒྱལ་པོའི་མ་བཀའ་སྒྲོག་བཞག་པ་དེ་འདྲ་ཅིག་ཡི་གེ་ཞིག་འདུག་དེའི་ནང་ལོགས་ལས། ཨ་ནི་ད་བུ་མེད་རབ་ཏུ་བྱུང་འདོད་པ། བདག་ན་ཅིག་དགེ་སློང་མར་བསྒྲུབས་འདོད་པ་དེ་འདྲའི་བྱུང་བ་ཡིན་མིན་ན་འདི་ཚོ་བཀག་ཆོག་མེད། དེ་གལ་ཏེ་རབ་ཏུ་འབྱུང་བཅུག་གོ་ཡོད་དགེ་སློང་མར་བསྒྲུབས་བཅུག་གོ་ཡོད་ཟེར་ན་ཅིག་དེ་འདྲ་ཅིག་བཀག་ནག་བྱ། བྱས་ཙང་དེ་དུས་ཀྱི་སྒྲུབ་མཁན་ཅིག་ཡོད་པ་འདྲ། སྒྲུབ་མཁན་མེད་ན་ད་བསྒྲུབས་བཅུག་གོ་ཡོད་ཟེར་ལབ་དགོས་ཡ་མི་འདུག་བ། དག་ན་ཤིང་གིས་ལོ་ཙཱ་བ་རིན་ཆེན་བཟང་པོའི་གིས་རྣམ་ཐར།

དགེ་སློང་མའི་སྡེ་ཉམས་རྒུད་ཕྱིན་ཡོད། ད་ནི་ཞིག་བཙུན་མའི་སྡེ་དེ་ཚོ་ཉམས་རྒུད་ཕྱིན་ཡོད་ཧ་གོ་མི་འདུག་ད་དེ་ཞིབ་འཇུག་བྱེད་དགོས་ཨ་རེད། གང་ལྟར་རྐྱེན་གཅིག་ནི་བྱུང་བ་ཡིན་པ་འདྲ། གང་ལྟར་ཕྱིས་སུ་ད་བཙུན་མའི་གི་དགོན་པ་དེ་ཚོ་ཉམས་ཐག་པོ་རུ་སྐྱོ་བོ་རུ་བྱེད་ཨོ་བོད་ལ་ཡང་སྐྱོ་བོ་རུ་ཡོད་ཡོད་རེད། ད་དེ་མ་གཞི་གྱང་ཚོ་མང་པོ་ཅིག་གི་ཤིང་གི་ཡོད་མ་རེད། བོད་ལ་ཡང་བཙུན་མའི་གི་དགོན་པ་དེ་ཚོ་ལ་སྡེ་ཉུང་ངེ་དེ་ཚོ་ཕ་ཆེ་ཤིང་གི་རེད། རྫུན་མའི་དགོངས་པ་ནི་དེ་དུས་ས་ནས་འཚོ་བའི་གི་མཐུན་རྐྱེན་ནས་སྐྱོ་པོ་ཡོད་བསྡད་པ། དག་ནས་བྱིན་གྱིས་བརླབས་པ་སློབ་གཉེར་བྱས་ཡག་དེ་ཚོ་ཡིན་ནས་ཧ་ཅང་གི་ཐབས་ཞན་པོ་ཡོད་བསྡད་པ། ད་དེ་ཟད་པོ་ཞག་རེད། དེ་རིང་ཡིན་དུས་ས་ད་དེ་འདྲི་ཅིག་གནས་སྟངས་དེ་འདྲི་ཅིག་ཆགས་དགོས་ཡག་གི་རྒྱུ་མཚན་དེ་ད་ཆབ་སྲིད་ཡིག་དང་འབྲེལ་པ་ཡོད་དང། ཡང་ན་ཅིག་ཆོས་ལུགས་གི་དབང་སྒྱུར་བྱེད་མཁན་དང་འབྲེལ་བ་ཡོད་ན་ད་ག་བ་ག་རེ་ལ་འབྲེལ་བ་ཡོད་ཧ་གོ་ཧ་ཟེར་གྱི་མི་འདུག་ག་དེ་རིང་དུས་བཟང་ལྟ་སྟེ་བརྟག་དཔྱད་བྱེད་དགོས་ཡ་རེད་ཤག་གང་ལྟར་ཡང། ད་ལྟ་ཅིག་གར་ཧྲུལ་བའི་ཅིག་བཙུན་མ་དེ་ཚོ་ལ་ཡ་ཨ་ན་ཅིག་ཤེས་ཡོན་ཡར་རྒྱས་དགོས་ཀྱི་འདུག་བསླབ་པ་སློབ་གཉེར་སྤྲད་དགོས་ཀྱི་འདུག་ཨ་ན་ད་ནང་བཞིན་གྱི་ཅིག་དགེ་སློང་མའི་དགེ་འདུན་གྱི་སྡེ་ས་མོར་བའི། ད་སྐད་བཤད་ཁོག་ཏུ་ཟེར་ཨ་འདི་སྐད་ཆ་འདི་ད་དེང་སང་གཞི་ནས་ཅིག་ག་ཚོ་བས་གལ་ཆེན་པོ་རུ་ཆགས་ཆེ་དེང་སང་བས་ག་ཚོ་སྔར་གལ་ཆེན་པོ་མ་ཡིན་པ་ཅིག་དེང་སང་གལ་ཆེན་པོ་རུ་ཆགས་ཆེ་སྐད་ཆ་བཤད་བདེ་བའི་སོར་ཅིག་དེ་འདྲ་ཅིག་རེད་མི་འདུག་ཨ། སྔར་གལ་ཆེན་པོ་ཡིན་ལ་ཡིན་བཞིན་དུ་ལྟེ་བར་ཅིག་མི་ཚང་བ་ལོ་ལེ་ཡ་གལ་ཆེན་པོ་ཡིན་པ་དེ་གསལ་བཤད་བྱེད་ཨ་ཅིག་དང། ཨ་འདི་ཅིག་གི་གར་སོར་ཐེ་ཚུམ་དང་ལོག་རྟོག་བསལ་ཨ་ཅིག་དེ་འདི་ཅིག་ཡིན་པ་རེད། དེ་ཡང། ད་ལྟ་བྱེ་བྲག་ཤེས་མཛོད་ཆེན་མོའི་ནང་ལོ་ལེ་ཡ་བྱེ་བྲག་ཤེས་མཛོད་ཆེན་མོ་སེ་ཨ་དེ་ད་ང་ཚོ་བྱེ་བྲག་སྣང་བ་ཆེ་ཆེ་ཐོག་ཐོག་ཟེར་བ་འདི། གཙོ་བོ་དེ་དག་བྱེ་བྲག་བཤད་ཚུལ་ཆེན་མོ་ལ་བརྟེན་ནས་ཐོགས་ཡོད། ཤེས་ཡོར་བ། ང་ཚོས་གྲུབ་མཐའ་སྨྲ་བ་ཞེས་བཤད་དུས་སམ། བྱེ་བྲག་སྨྲ་བ་ལ་བཀའི་རྒྱུ་མཚན་དེ་ག་རེ་ཟེར་ན། བྱེ་བྲག་བཤད་ཚུལ་ཆེན་པོའི་རྗེས་སུ་འབྲངས་ནས་ཨེ་ནི་ཁོ་རང་གི་ལྟ་གྲུབ་བཤད་ཀྱི་ཡོད་ཙང་དེའི་རྒྱུ་མཚན་ལ་བརྟེན་ནས་བྱེ་བྲག་སྨྲ་བ་ལབ་པས། ད་བྱེ་བྲག་བཤད་ཚུལ་ཆེན་མོའི་ནང་ལོགས་ལས་ག་རེ་གསུངས་འདུག་ཟེར་ན། ད་བསྟན་པའི་གནས་ཚད་རབ་ཅིག་བཤད་པའི་ཁ་ཐུག་ཅིག་ལ་ཡང། འདུལ་བའི་ནང་ལོགས་ལ་སངས་རྒྱས་ཀྱི་བསྟན་པ་ལོ་སྟོང་དུ་གནས་གསུང་ཡང་ཤེས་ཡོར་བ། ད་བྱེ་བྲག་ཤེས་འཚོལ་ཆེན་མོ་བྱུང་བའི་སྐབས་དུ་བ། སངས་རྒྱས་ཡང་བསྐལ་པ་བས་སངས་རྒྱས་བསྟན་པ་དང་ལོ་སྟོང་ཕྱིན་ཚར་ཡིན་པ་འདྲ། ད་དུང་གནས་འདུག་སངས་རྒྱས་ལོ་སྟོང་གནས་ཚེ་རུ་ད་ད་དུང་གནས་དུ་ཡོད་རོགས་པ་ད། གནས་དུ་ཡོད་རྒྱུ་བསམ་ན་ད། སངས་རྒྱས་ཀྱི་བསྟན་པ་དང་ལོ་སྟོང་དུ་མ་གཏོགས་གནས་གི་མ་རེད་གསུང་ཡ་དེ་འདི་ག་འདྲི་གཅིག་རེད། ཁོ་ཚོ་བགྲོ་གླེང་བྱས་འདུག་བ་དགྲ་བཅོམ་པ་དེ་ཚོ་བགྲོ་གླེང་བྱས་འདུག་བ། དེ་འདྲ་བགྲོ་གླེང་བྱེད་དུས་བསམ་ནས། མ་རེད་མ་རེད་སངས་རྒྱས་བསྟན་པ་མ་གཏོགས་ལོ་སྟོང་སྟོང་རེད་སངས་རྒྱས་བསྟན་པ་ལོ་སྟོང་མ་ནིང་མ་རེད། ད་ཡིན་ན་བུ་མེད་རབ་ཏུ་བྱུང་བ་ལ་བརྟེན་ནས་ལོ་ལྔ་བརྒྱ་འགྲིབས་སུ་རེད་ཟེར་གྱི་ཞོར་པ། ད་ལོ་སྟོང་དུ་མ་ནིང་མེད་པ་ཅིག་དེ་དེའི་སྒང་ལ་བུ་མེད་རབ་ཏུ་བྱུང་དེ་གི་ལོ་ལྔ་བརྒྱ་འགྲིབས་སོང་ཟེར་ས་ད་སངས་རྒྱས་བསྟན་པ་ཉིད་ད་ག་ཞོ་ཡ་བྱེད་རང་བཞིན་ཚུལ་ཆེན་པོ་བྱུང་བའི་ཁ་ཐུག་ལ་ཡ་དུས་རབས།

ག་རེ་གསུངས་འདུག་ཟེར་ན། ཨ་ནི། ལྕི་བའི་ཆོས་ཀྱིས་ཁས་མ་བླངས་ན། ཨ་ནི། བསྟན་པ་ལོ་ལྔ་བརྒྱ་འགྲིབ་པར་འགྱུར་བ་རེད། ལྕི་བའི་ཆོས་ཀྱིས་དེ་ཁས་བླངས་ཡོད་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་བསྟན་པ་ལོ་ལྔ་བརྒྱ་འགྲིབ་པར་འགྱུར་ཡོང་བ་མ་རེད། རེད་ཅེས་འགྲེལ་བཤད་སྐྱོན་བཞག།

བྱས་ཙང་དེའི་རྒྱུ་མཚན་བལྟས་ནས་ད་མ་རྟོགས་པ་དང་ལོག་པར་རྟོག་པ་བསལ་ཡག་འདི། ང་ཚོ་གཅིག་ཚད་མ་ལ་ཡང་སློབ་སྦྱོང་བྱས། རིགས་ལམ་ལ་སློབ་སྦྱོང་བྱས་ནས། གང་ལྟར་གཅིག། དོན་གོ་སྒྲུབ་འདི་མ་རྟོགས་ལོག་རྟོགས་བསལ་ཡག་རེད་དོ། ཚད་མ་ལ་སློབ་སྦྱོང་བྱས། ཨ་མདའ་གཅིག་རིག་པའི་རྗེས་སུ་འབྲང་མཁན་གཅིག་ཡིན་ཟེར་གི་ཟེར་གི་ལ་ཡ། མ་རྟོགས་ལོག་རྟོགས་དེ་ཚོ་ཆེ་རུ་ཕྱིན་པ་ཡིན་མིན་ན། ད་ཡག་པོ་བྱ་ཆོག་མེད་པ་བཏང་རེད། ཡིན་དུས་ས་ནས་ང་ཚོས་ཚད་མ་ལ་སློབ་སྦྱོང་བྱས། རིགས་ལམ་གྱི་ཐོག་ནས་བརྡར་ཤ་བཅད་ནས་འགྲོ་དགོས་དུས་ས་ནས་དངོས་ཡོད་གནས་ཚུལ། རིགས་ལམ་དང་མཐུན་པ་ག་རེ་རེད་འདུག་བ། དེ་གཙོ་ཆེ་བ་བྱེད་དགོས་རེད་མ་གཏོགས་པའི། གཅིག་གིས། ཁ་ཤོ་ལ་ཅིག། ཀླད་རྙིང་འཁྲིག་སོང་བྱས་ང་ཚོར་ཅིག། ད་ནི་བཞིན་གྱི་ད་རྒྱུ་མཚན་ཡང་དག་པ་མེད་པ་ཅི་ལ་ཡ་ཨ་ད་ཅིག་སུ་སུའི་གི་ད་ཕྱོགས་ཞེན་ཟེར་ནས་འདྲང་འདུག་ཡང་ན་ལྟ་བ་ཟེར་ནས་འདྲང་འདུག་ད་འདི་གཙོ་ཆེ་བ་བྱས་པ་དེ་ཨན་དེ་རིག་པ་མེད་པ་འགྲོ་སྟངས་དེ་ཆགས་ཡོང་ལ་བ་དེ་ནི་དུས་དེའི་གི་རྒྱུ་མཚན་བསྟན་ནས་ང་ཚོ་ཡང་དགོངས་པ་ཡག་པོ་བཞེས་དགོས་པ་དེ་གལ་ཆེན་པོ་རུ་ཆགས་བསྡད་འདུག་བསམ་པ་རུ་ཞིག་རེ་དྲན་འདུག།